ད་དེ་ཡང་ད་ལྟའི་ཆར་ང་ཚོ་ཁ་གསལ་ཏེ་ཧན་ད་ཨ་རི་དང་ཨ་ནེ་ཨི་རན་ཨ་ད་ད་ཨི་ཟི་རལ་ཨ་ཁོ་ཚོ་གསུམ་བར་གྱི་ཧན་ད་དམག་གྲོས་དང་འབྲེལ་བའི་ཐོག་ནས་ཨ་གནས་ཚུལ་གལ་ཆོག་ཅིག་ག་རེ་ལས་འདུག་ལགས་ན་ད་དེ་ཡང་ད་ལྟ་ཁ་སང་ཧན་ད་ཚེས་ཉི་ཤུ་ཞེ་གི་ཉིན་ཚོགས་ལ་ཨ་ནེ་ཨ་རི་སྲིད་འཛིན Donald Trump ངེད་ནས་ཁ་བརྡ་བྱས་གསལ་སྒྲ་གས་ཅོག་གཅིག་ག་རེ་བྱས་ཤེ་ལ་ན། རྟ་དེ་ག་ཟེ་ཏེ་རྟ་དེ་ད་ལྟ་ཟེ་ལ་ཨ་ནི་ཨ་རི་དང་ཨ་ནི་ཨི་རང་གཉིས་བར་ལ་ཁ་བརྡ་ཅིག་གྲལ་བསྡུར་ཅིག་བྱེད་ཀྱི་ཡོད་དེ་འདྲས་གང་ལྟར་བས་ད་ནས་འཛུགས་ཅིག་དེང་གི་འདུག་ད་དེ་ཡང་ཅིག་དང་ཁོ་གཉིས་སྐུ་ཚབ་ཐད་ཀར་ཐུག་རྗེས་དེར་ད་ཅིག་ག་གྲལ་བསྡུར་རྟ་གས་བྱེད་ཐུབ་ཀྱི་ཡ་མ་རེད་ལྟས་ན་གང་ལྟར་གང་ལྟར་རྟ་རྒྱ་ཁབ་ཞྭ་དམར་སུ་ངོས་ནས་ད་ཅིག་ག་དཀྱིལ་མ་ལ་བར་འདུམ་སུ་ར་རྒྱབ་བཅས་གང་ལྟར་བས་ད་ཅིག་ག་གྲལ་བསྡུར་ཅིག་བྱེད་ཀྱི་ཡོད་ཨ་ཡ་མ་ཁ་ལུ་ད་ཅིག་ག་གྲལ་བསྡུར་ཅིག་བྱས་གང་ལྟར་བས་འགོ་བཙུགས་དུས་དེ་འདྲའི་གནས་ཚུལ་གཅིག་ལ་ཐེངས་གི་བ་འོ་དེ་འདྲ་སོང་ཙང་ད་དེའི་ཐད་དུ་གནས་ཚུལ་དེ་དང་འབྲེལ་བའི་ཐོག་ནས་ཨ་ནི་སྲིད་འཛིན་ཁྲོམ་ངས་ནས་ཨ་ནི་གསལ་བསྒྲགས་དེ་ག་རེ་བྱས་བྱས་ལ་ན་ད་དེ་གང་ལྟར་ད་ལྟ་ཟེར་ལ་ཨ་ནི་ཨ་རི་དང་ཨི་རན་གཉིས་བར་ལ་ད་འབྲེལ་ཐུག་ཅིག་གང་ལྟར་འགྲོ་གི་རེད་ས་འབྲེལ་ཐུག་བྲོས་ཙམ་མ་ཡིན་པ་ད་ད་ད་ཟེར་ལ་ཨ་ནི་ཨི་རན་འགྲོ་ལ་ཆ་ཚན་པ་གང་ལྟར་ཨ་རི་མཉམ་དུ་ཨ་ནི་ད་ཅིག་འབྲེལ་ཐུག་ཚུར་ལ་བྱས་དེ་བ་ཡའི་དབུས་དེ་འདྲའི་གང་ལྟར་བེད་གསལ་བསྒྲགས་བྱས་གང་ལྟར་གཅིག་ཁྱེད་ཀྱིས་ད་ལྟའི་དཔེར་ན་ཨི་རན་ལ་དེ་ལྟར་གཅིག་དད་པ་ཡོད་དམ་མེད་དེ་ལྟར་དཔེར་ན་སྲིད་འཛིན་ཁྲོམ་གྱི་ལྷའི་ཆ་ན་ད་དེ་བར་ཆད་དེ་ལྟར་ཁ་སང་ཚེས་ཉི་ཤུ་བཞི་ནང་ལ་ཨ་ནི་ཨི་རན་གྱི་ངས་ནས་ཨ་ནི་ཨ་རི་ལ་ཚུགས་པའི་དེ་ཁ་ལོ་ད་རྔན་པ་ཟོ་རོ་བས་དེ་ཆེ་བོ་ཞོ་གོ་གང་ལྟར་སྤྲད་སོང་ཟེར་ཡང་མེད་ན་ཨ་ནི་སྲིད་འཛིན་ཁྲོམ་ཁོ་རང་ལ་བས་དེ་ལྟར་ད་ལྟ་ཨི་རན་ན་ལྷག་བལྟ་རྒྱུ་དེ་ལྟར་གཅིག་མཐོ་རིམ་གོ་རིགས་སུ་ངོས་ནས་ཨ་ནི་རྔན་པ་ཆེ་བོ་ཞོ་བོ་གཅིག་སྤྲད་སོང་ཟེར་རོ་ད་གཅིག་དང་རྔན་པ་ག་རེ་སྤྲད་མེད་ད་བས་དེ་ཏག་ཏག་གསལ་བོ་ལྟར་ཁས་ལབ་མི་འདུག་དེས་ན་གང་ལྟར་ད་དེ་རྔན་པ་དེ་རྡོག་རྡོག་གང་དག་པད་ཤག་ཞོ་ཅིག་འཕེན་ཆོག་ཡོད་དེ་འདྲས་གང་དག་གལ་ཆེ་ཞེས་འདུག་ད་རྡོག་རྡོག་གང་དག་ཐད་ཀར་དང་ལག་མ་ཡར་མར་བསྟན་ན་ད་གང་དག་དེའི་རྔན་པ་དེ་ཨ་ནི་ད་སྣུམ་དང་གས་ཡིན་ན་རེད་ཡང་མེད་ན་ད་ལྟ་ཨི་རང་གི་འགྲམ་ཚུ་ལ་དེ་རེ་ད་ཅིག་ཚོ་ལམ་གས་ཆོག Straits Hormuz ལ་ཉེ་འཇུག་ད་དེ་དང་འབྲེལ་བའི་དེ་འདྲས་གང་དག་པའི་རྔན་པ་ཅིག་ཡིན་པས་དེ་རེ་གང་དག་པའི་ད་ཟས་སྒྲ་སྒྲོག་ཅིག་བྱས་ཆོག་དེ་འདྲ་སོང་ཚོ་ད་གང་དག་སྲིད་འཛིན Trump གིས་ད་ལབ་སྟངས་ད་ཡི་སྐབས་སུ་ད་དེ་བྱ་འཕྲལ་ཐུག་ཅིག་བྱེད་ཀྱི་འོག་འཕྲལ་ཐུག་བྱས་ཙམ་མ་ཡིན་པ་ནི། གང་ལྟར། ད་ཨ་རི་ཙམ་མ་ཡིན་པ་ཨི་རན་ལ་ཨི་རན་ཡང་གང་ལྟར་ཨ་རི་མཉམ་དུ་འཕྲལ་ཐུག་ཅིག་བྱས་བསྡད་པ་ཡོད་དེ་རིང་གང་ལྟར་བོད་ད། གསལ་བསྒྲགས་ཅིག་བྱས་ཀྱང་ད་དེ་གི་མཉམ་དུ། ད་ད་སྲིད་འཛིན་ཁྲོམ་དེར་གསལ་བསྒྲགས་བྱས་དང་བྲལ་བའི་ཐོག་ནི་ད་ད་ཁ་སང་ཚེས་ཉི་ཤུ་བཞི་དང་དེང་དེ་ད་ཚེས་ཉི་ཤུ་ལྔ་ཞིག་ནང་ལ། ད་དེ་ད་གསར་ཁང་མང་པོ་ནང་ལ་ད་ཅིག་ད་ད་ཚེས་ལ་ཨ་རི་དང་ཨི་རན་གཉིས་བར་ལ་ཅིག་འཕྲལ་ཐུག་བྱས་ལ་ནི་དེ་གང་ལྟར་གནས་ཚུལ་སུ་དང་བྲལ་བའི་ཐོག་ནི་ད་ཅིག། ད་ནས་ཙུག་ཡིན་ནམ་ག་ལ་ད་ཚེ་དཔག་ཏྲ་བོ་ཅིག་ག་རེ་བྱེད་འདུག་ལ་ན། ད་འདི་ཕར་ཕྱིན་དང་ཁ་སང་ཚེས་ཉི་ཤུ་གསུམ་དང་བཞི་སོང་ནའོ་ལ་ཨ་ནི། པ་ཀི་སི་ཐན་ངས་ནས་ཨ་ནི་ཨ་རི་དེར་ད་ཅིག་ཚབ་ཏྲ་བོ་བྱས་ཅིག་ཨ་ནི་པ་ཨི་རང་ལ་འབྲེལ་བ་བྱས་ཨ་ནི་འབྲེལ་བ་བྱས་ཙམ་མ་ཡིན་པ། ད་འདི་ཨ་རི་དང་ཨི་རང་གཉིས་བར་གྱི་གང་དེ་སེ་བྱེད་དུ་ཨ་ནི་ཨ་རིའི་མཁན་ལ་དེར་ད་ཅིག། གྲལ་བསྡུར་བྱས་དེ་འདྲས་གང་དག་ད། གྲལ་རྗེས་སུ་རག་གང་དག་དེང་ཚན་ཅན་ལྔ་ཡི་སྐྱོར་ཅིག་ཨ་ནི་བ་ཡིས་རང་ལ་སྤྲད་ཡོད་པའི་དེ་འདྲས་ནས་ཚུགས་ཅིག་ཨ་དེང་གི་འདུག་བ་ད་དེ་ཡང་དཔེར་ན། ད་དེ་གི་དེ་གྲལ་རྗེས་བཅས་སུ་གང་ལ་ཨ་ནི་དམིགས་སུ་བཀའ་རྒྱ་དང་ད་པཱ་ཀི་སི་ཐན་གི་དམག་དཔོན་དང་ད་ཨ་སིར་མུ་ནི་ལ་ཉེ་རོ་ད་འོ་ཁོང་ཚོས་གང་དག་རོགས་པ་སུ་ར་བྱས་ཡོད་པའི་དེ་འདྲས་གང་དག་བས་ད་ནས་ཚུགས་ཅིག་ཨ་དེང་དུ་འོ་དེ་འདྲ་གསུངས་སོ་ད་གང་དག། ད་ལྟ་རྩིས་ལ་འབད་དེ་འཕྲལ་དུ་ཅིག་བྱས་ཡས་ན་མེད་ན་གང་ལྟ། ཅིག་བྱས་ཅིག་གོ་བཙུགས་ཡོད་ན་དེ་གོ་བཙུགས་ཡས་དེ་གང་ལ་ཨ་རིག་གང་ལྟ་ཅིག་བས་ཤུགས་ཅིག་རྒྱག་གི་འོད་དེ་རེད་གནས་སྟངས་འདྲ་བོ་ཅིག། རེད་ཤ་འདི་ཐིག་གི་མཉམ་དུ་ད་ལྟ་ག་ཟེ་དེ་ད་སེ་འཛིང་ཁྲོམ་གི་སེ་ཁྲ་ཆེ་རན་དེ་ཙམ་མ་ཡིན་པ་ད་གསར་ཁང་མང་པོ་དང་དེ་བས་གསར་ཁང་མང་པོ་གང་ལ་ལྟ་ཅིག་གནས་ཚུལ་ལྟ་བའི་སྐབས་སུ་ད་ཐིག་བྱས་ལ་ཨ་རིག་གིས་གང་ལྟ་ཅིག་གྲ་སྒྲིག་སུ་ར་བྱེད་ཀྱི་འདུག་གྲ་སྒྲིག་བྱས་ཙམ་མ་ཡིན་པ་སེ་འཛིང་ཁྲོམ་སྐད་ཆ་བཤད་སྟངས་ལྟའི་སྐབས་སུ་འཕྲལ་དུ་འགྲོ་གི་ཡོད་སྐད་ཆ་བཤད་ཀྱི་འདུག་བ་ད་ཡིན་ན་ཡང་ཕ་ཆོག་དེ་ལ་ཨི་རན་གྱི་གོ་ལ་ལྟར་ཡང་བལ་དེ། ད་ལྟ་ཨ་རི་དང་ཨི་རན་འབྲེལ་གཏུགས་བྱས་སུ་གང་ལ་བལ་དེ་འགྲེལ་བཤད་བལ་དེ་ལོགས་ཀ་གྱ་ཡོད་འདུག་བ་འགྲེལ་བཤད་ལོགས་ཀ་ཡོད་ཟེར་ན་ད་ལྟ་དེ་སྤྱི་ཐང་ད། གསར་ཁང་མང་པོ་ནང་གནས་ཚུལ་ཐོན་པ་ནང་ད་ཨི་ད་ཁ་སང་ཚེས་ཉི་ཤུ་བཞི་སུ་ནང་ལ་ཨ་ནི་པ་ཀི་སི་ཐན་ངན་ན་ཚུ་གང་ལྟར་ཨ་རི་གི་ཚབ་ཏྲོགས་བྱས་རྗེས་ཨ་ནི་ཨི་རན་ལ་འབྲེལ་བ་བྱས་སུ་འབྲེལ་བ་བྱས་རྗེས་བལ་དེ་འབྲེལ་གཏུགས་ཚུར་ལ་བྱས་དེ་པ་ཡོད་བ་ཡང་མེད་ན། ད་པ་ཀི་སི་ཐན་ཙམ་མ་ཡིན་པ་འདི་གི་མཉམ་འདུག་གང་ལྟར་གང་ལྟར་ད་ཅིག་ཏུར་ཀི་ཡི་ནང་དེ་ཚོ་ཚང་མ་གང་ལྟར་ཅིག

ཁོ་ཚོས་ཤེས་དང་དེ་བཤད་ཙམ་མ་ཡིན་པར་དེ་གི་མཉམ་དུ་ཧད་ད་ཡིད་རང་དེ་རི་དྭགས་ཅིག་དམག་མི་ཨེ་དྲིན་ཟ་བ་དེ་ངས་ན་ད་བད་དེ་ཞོ་བད་དེ་རྫིག་པོ་ཞོ་བད་དེ་སྐད་ཆ་ཐོ་བོ་ཞོ་དེར་ལ་ཡིད་དོ་ག་ལེར་སོ་ན་ད། སྲིད་འཛིན་ཁྲོ་མི་ནང་རེམ་ག་ད་ཨ་རི་དེ་འདྲའི་ཐབས་ཤེས་བྱས་བ་ཡིན་ན་ཡང་ང་ཚོ་ཡིད་རང་ངས་ན་ཁྱེད་ཚོ་མཉམ་དུ་དེ་ནམ་ཡང་བྲེལ་དུ་དེ་ར་བྱེད་གི་མ་རེད་ལ་འོ་ད་དེ་ཡང་དཔེར་ན་ཁོ་གི་བད་དེ།

དེ་བདག་གཉིས་ད་ལྟ་ཁ་སང་ཉིན་ཐོ་དང་ལ་ཡ་ལ་ཡིན་པ་གོ། ཁོ་འཕྲད་ཐུག་ཅིག་བྱེད་ཅིག་ཀ་ཙམ་མ་གཏོགས་ད་གང་ལྟར་འཕྲད་ཐུག་བྱེད་སྐབས་སུ་ཕྱོགས་གཉིས་པོའི་ཆ་རྐྱེན་སོགས་ག་ལ་དག་ད་དུང་ད་རང་དུ་གང་ཐད་ལ་དམིགས་ས་འགྱུར་བ་ཞིག་གས་འགྲོ་ཡ་མི་འདུག་བ། ད་ཆ་རྐྱེན་ཐད་ལ་འགྱུར་བ་འགྲོ་ཡ་མེད་ན་ནི་ཁོ། གས་ཡ་མ་རོ་གང་ལྟར་ད་ཅིག་གོ། མི་རྙིང་པ་ལ་ཐུགས་ལོག་ས་འོག་སྐད་འགྱུར་གྲོགས་ཅིག་རུ་བ་ད་གང་ལྟར་མི་ད་རང་རུ་བ་འོ་དེ་འདྲ་སོང་ཙང་དེ་གང་ག་གས་སེ་ཐུབ་པས་ཡ་མ་རུ་བ་ད་དེ་ཡང་དཔེར་ན། ཨ་རི་འདྲ་བོ་ཆ་ཚེས་པ་ན་ནི་ཨི་རང་གིས་ད་ཅིག་དུག་སྦྲན་ཕྱིན་ཆ་མ་བཟོས་དང་ད།

ཨི་ཟི་རལ་སྐུ་ཚབ་དེ་ངས་ནས་ཨ་རིའི་སྐད་ཆ་གཅིག་ག་རེ་བཤད་འདུག་ལགས་ན། ད་དེ་ཨེ་གཅིག་ཐང་དེ་ད་ཟེར་ལ་ཨ་རི་དང་ཨི་རན་གཉིས་བར་ལ་འཕྲད་ཐུག་བྱེད་རོགས་ད་ཡིན་དེ་འཕྲད་ཐུག་བྱས་ཙང་ལ་ང་ཚོ་ཨི་ཟི་རལ་རྩ་བ་ཉིད་འབྲེལ་བ་མེད་བ་འབྲེལ་བ་མེད་བ་ཚོ་ང་ཚོ་གང་ཟག་དེ་ཚོ་རྣམས་ལ་ཨི་ཟི་རལ་གྱི་འཛུགས་ཤུགས་དེ་ལ་ཁས་མི་བི་སྐད་ཆ་བཤད་ད་འདི་ཙམ་མ་ཡིན་པ་གང་ལྟར། ད་ཨི་ཟི་རལ་ངས་ནས་ཨི་རན་ལ་བར་ད་དྲག་པའི་ཅིག་བཙན་འཛུགས་བྱེད་དགོས། ད་དམིགས་ཡུལ་ཡོད་ད་དེ་དམིགས་ཡུལ་དེ་ད་རུང་ཡང་གྲུབ་མི་བ་གང་དག་ད་དམིགས་ཡུལ་དེ་མ་གྲུབ་བར་དུ་ག་དེ་དེ་ཚེ་ག་ཚོད་མ་ག་ཚོད་འགྲོ་ད་རུང་དེ་མུ་ཏིག་གང་དག་དྲག་གོ་དེ་བྱེད་ཀྱི་རེད་ལ་དེ་འདྲ་གལ་ཆེ་དེ་འདྲ་ཅིག་ཤེས་འདུག་དེ་ཚོ་ལྟ་ཡི་སྐབས་སུ་ད་གང་ད་ད་དེ་བྱ། ཕྱོགས་གཅིག་ནི་ད་ལྟ་ཨ་རིའི་སྲིད་འཛིན Donald Trump ངས་ནས་ཨི་རན་མཉམ་དུ་འབྲེལ་གཏུག་བྱེད་ལ་ཡས་ཚོའང་ད། ཡང་དེ་གཅིག་བྱས་ན་ཐབས་ཅིག་དེར་ཡིན་སྲིད་ཐབས་ཅིག་དེར་ཡིན་སར་ད་ཕངས་ཅི་མ་ཅི་གང་ད་ཡང་ཡིད་རང་ལ་ཕ་གོ་གོ་ཞིག་བཏང་ཅིག་དེ་འདྲ་རིགས་བྱེད་ཀྱི་མེད་སེམས་རྣམ་པ་རེད་དོ་ད་དཔེར་ན་ཡིད་རང་ངེད་ལ་ཚུར་བལྟས་ཏེ། ཞེ་བོ་ཅིག་ཁྲག་པོ་ཆེ་སོ་ར་ཡ་མ་ན་བལྟས་ཏེ་སེམས་ཅན། ཁྲོམ་ལ་ཀྱག་ཀྱག་བྱས་སོང་ད་གང་ད་ད་ཁོ་ཚོ་དེ་གོ་ཚིག་ཡོད་དེ་གནས་སྟངས་རེད་དོ་གང་ད་ད་ཅིག་སེམས་ཅན་ཁྲོམ་ཀྱག་ཀྱག་ཀྱག། བག་ལེབ་ཅིག་སྐྲག་གི་ཡོད་སོ་ར་རེད་དོ་གང་ད་ཁོ་ཁ་ནས་ལ་ཁ་བྱས་མ་ཐག་ཀྱག་ཀྱག་ཀྱག། རྒྱ་བོ་ལ་ཆ་ཤས་ཤིག་བཏིང་གི་ཡོད་གནས་སྟངས་རེད་དོ་དཔེར་ན་བཏིང་གི་གནས་སྟངས་ཡིན་པ་དང་ད། ད་ཁ་སང་དོ་གང་ད་ཨ་རིག་དེར་ད་ཅིག་མཚོ་དམག་གི། དམའ་མོའི་སྡོང་པོའི་ཕ་ཆེན་ད་བཞི་སྟོང་ལྔ་བརྒྱ་ཚེ་ཁ་ཆེ་ས་དགོས་ལ་ད་ང་རེད་དོ་ད་དཔེར་ན་ད་ཕ་ཆེན་ད་ད་ད་དེའི་ཤ་ལ་དེ་ཚོ་ད་ད་འགྲོ་དང་འགྲོ་བཞིན་པ་ད་འཇར་པན་ནས་ཚུར་ཏང་ཙུའུ་སྐྱིད་ཤར་ལ་འགྲོ་གི་རོ་བ་འོ་ད་དེ་དམའ་མོའི་དེ་དམའ་ལེབ་ངན་ལ་ད་ཡང་ད་ཁ་སང་ཚེས་ཉི་ཤུ་ཤེས་ཚོ་གནས་ཚུལ་ཅིག་ཁ་བསྡུས་ཚོ་ན་ན་ད་འདི་ད་ད་ཨ་རི་དེ་རེད་ད་ཅིག་ཁ་དམག་གི་དམག་དེ་ད་ད་བརྒྱད་ཅུ་གྱ་གཉིས་ན་ནས་ཡང་ཕ་ཆེན་དམའ་མོའི་ཉིས་སྟོང་སུམ་སྟོང་ཅིག་ཡང་བསྐྱར་ཕ་ཁ་ཆེ་ས་དགོས་ལ་ད་ང་རེད་དོ་བ་འོ་དེ་ཚོ་ལ་ལྟ་ཡི་སྐབས་སུ་དྲིན་དུ་ཆེ་གིན་ཆེ་ལ་དེ་ཚོ་ཏང་ཡང་བརྒྱ་བརྒྱ་བརྒྱ་བརྒྱ

ཡིད་རང་ངེ་ནས་ཞེའོ་ཅིག་བྱའི་འབི་ད་པས་རྣམ་འགྱུར་ཞེའོ་ཅིག་སྟེང་དུ་བསྟན་ནས་དེ་རྣམ་འགྱུར་བསྟན་པ་ནང་ལྟ་ཡི་ད་ག་ཟི་ད་ངེ་ན་གཟུགས་པའི། ག་ལ་དང་ཚོ་ཨ་རིག་གི་དམག་མི་བཏང་བྱ་ནི་ཡིད་རང་གི་གླིང་ཕྲན་གས་ཆོ་དང་ནི་ད་ཚོགས་ལམ་གས་ཆོ་ཟག་ལ་འདི་སྐབས་སུ་ཡིད་རང་གི་ག་རེ་རོ་ཆོས་དུམ་ད་དང་ཚོ་ད་བྱས་ལ་ད་ཡ་དྲའོ་ཅིག་རེ་ཞིག་ད་དེ་ཡང་ད་དོ་གང་ད་དེ་བྱ་ལ། ད་ང་ཚོ་ཁོ་སྤྱིར་བཏང་གི་གནས་ཚུལ་མཁྱེན་ཡོང་གི་ད་ཅིག་གྱུར་བ་རེད་ཨ་ནི་ཕི་གི་ད་ཅིག་ཉི་མ་གཉིས་མ་གི་ད་གནས་སྟངས་དང་རེད་ཨ་ནི་དེ་ཙམ་མམ་ད་ལས་གང་ད་དམག་ཁྲོད་དུ་འགོ་བཙུགས་བ་ནས་བཟུང་བྱ་ད་ད་ལྟ་བར་གྱི་ཕའི་གནས་སྟངས་ལ་ཅིག་ལྟ་ཡི་སྐབས་སུ།

དེ་ཕྱི་ལྟ་དེ་ཉམས་ལེན་ཏེ་གནས་ཚུལ་གལ་ཆོག་ཅིག་ག་རེ་གོ་ཚུལ་ལ་ན་ལྟ་དེ་ཡང་ད་ལྟ་ཁ་སང་ཚེས་དང་ཟླ་ཉི་ཤུ་ཞིག་ཉིན་ཚོ་ལ་ནི་ད་ལྟ་ཡུ་རོབ་རྒྱལ་ཁབ་དང་ད་སི་པན་གྱི་དེ་ད་ཅིག་སི་ལན་ཏི་ངས་ནས་ཨ་ནི་ཡང་ཨིས་རལ་ལ་ཕ་སྐྱེ་མཆེད་ཞེ་བོ་ཅིག་བྱེད་དུ་སྐྱེ་མཆེད་གར་བྱེད་ཚུལ་ལ་ནི་ད་དེ་ད་ད་ག་ས་ཅག་དེ་ད་ད་ད་ཚེས་ལ་ཨ་ནི་ཨིས་རལ་ངས་ནས་ལེ་བྷེ་ནན་ནང་ལ་ད་ཅིག་གཏོར་སྐྱེན་ཞེ་བོ་དང་གཏོར་རྒྱལ་བཏང་ཙང་མ་ཡིན་པ་ཨིས་རལ་ངས་ནས་ཨ་ནི་ལེ་བྷེ་ནན་གྱི་དེ་ད་ཅིག་ས་ཆ་ས་ཡ་གི་དེ་འདྲའི་ཐབས་ཤེས་བྱས་འདུག་ད་ག་ནྡ་ཁ་སང་ཚེས་ཉི་ཤུ་གསུམ་ཉི་ཤུ་གསུམ་ཉིན་སུ་ལ་ནི་ཨི་ཟི་རལ་གྱི་དད་གསུམ་ཀ་ལེ་ལ་ཡ་ཆ་ན་ད་ག་ནྡ་ད་ལྟ་ཚེ་ལ་ཨི་ཟི་རལ་མམ་ངེས་ནས་ལེ་བྷེ་ནན་ལྷོ་ཕྱོགས་སུ་ནི་ག་ནྡ་ས་ཆ་ཞིག་ཟ་ཡ་རེད་འདུག་ད་ལེ་བྷེ་ནན་ལྷོ་ཕྱོགས་སུ་ལ་ནྡ་རྒྱུག་ཆུ་ཆེ་བ་ནྡ་ལེ་ཐི་ལེ་ཐི་བྷི་རི་བྷི་ལ་ནི་དེ་ལས་རྒྱུག་ཆུ་རུ་ད་དེ་ག་ནྡ་རྒྱུག་ཆུ་དེ་ནི་ག་ད་ད། ཀི་ལོ་མི་ཀྲ་སུམ་ཅུ་ས་གཞི་ག་ད་ཁོ་ཚོ་ཟ་ཡི་རེད་དོ། ག་ད་དེ་ཨི་ཟི་རལ་ཁ་ཆེན་ཟ་གི་ལ་ན། ད་དེ་བས་དེ། ང་ཚོ་ཨི་འཇིའི་ཀ་ཆོ་ན། སི་ཀྱོ་རི་ཏི་ཛོན་ནོ་སི་ཀྱོ་རི་ཏི་ཛོན་ལ་ཡི་སྐབས་སུ། ད་དེ་བས་དེ། ཨི་ཟི་རལ་དུ། ཨི་ཟི་རལ་གྱི་བདེ་འཇགས་ཀྱི་ཆེད་ཆེད་དུ་བདེ་འཇགས་ཀྱི་ཆེད་དུ་དེ་འདྲས་ག་ད་བས། ད་ཅི། བར་བརྒལ་གྱི་ས་ཆ་འདྲ་བོ་གཅིག་བཟོ་ཡིན་ལབ་རེད་འོ་དེ་འདྲ་སོང་ཙང་ནི། ག་ད་ད་ས་ཆ་ཟེར་ད་འདི་ད་ད་ད་ས་ཆ་ཟེར་གང་ལ་ནི། སི་པན་ད་ད། སི་ལི་ངན་ནས་ནེ་ཐན་ཡུ་ལ་ནེ་ཐན་ཡུ་ལ་སྐྱེ་འཇིག་ཁར་སི་ད་འདི་གང་ད་ད་འདི་ཞལ། ནེ་ཐན་ཡུ་ན་ར་ཡམ་གང་ད་ཨིས་རལ་ངན་ནས་ལེ་བྷ་ནན་ནས་བྱེད་སྟངས་དེ་ད། དེ་དེ་ད་སྔོན་མ་ད་ཨིས་རལ་ངན་ནས། ག་ས་ན་གཏོར་སྐྱེན་བྱེད་འོ་དང་ག་ས་བས་ནི་ཏག་ཏག་ཟེར་རོ་འོ་ད་དེ་གཅིག་པ་གཅིག་ཀྱང་བྱེད་ཀྱི་ཡེར་སི་ད་ད་དུང་གང་ལྟར་ག་ས་ན་ཆེ་བ་ནང་ལྟར་ཅིག་ལས་པའི་སྣ་ན་བྱེད་ཡས་ཀྱི་དེ་འདྲས་གང་ལྟར་བས་ཐབས་ཤེས་བྱེད་ཀྱི་ཡེར་ད་དེ་འདྲས་སྐྱེན་བྱེད་ཅིག་བྱེད་ཀྱང་དེ་འདྲས་སྐྱེན་བྱེད་བྱས་ཙམ་མ་ཡིན་པ་ནི་དེ་གི་མཉམ་དུ་ད་དུང་དེ་ད་སི་པན་ཡང་སི་པན་གྱི་ཆེས་ག་ས་དེ་སི་ལི་ངའི་སྣ་ནི་ཡེར་ད་ད་ལྟ་ཡི་དེ་རེད་ད་ཨི་རང་གི་དེ་ད་ག་ས

ལྟ་བ་ཕྲག་ཡོད་རྒྱུ་རྦད་དེ་གདུག་རྩུབ་ཆེ་ཡོད་རྒྱུ་གལ་ཆེ་ཞིག་རེད་འོ་དེ་འདྲ་སོང་ཙང་ནི་དེའི་གང་ད་ལྟ་རྦད་དེ་གང་ད་ཨི་རན་དེ་ད་ད་རུང་མུ་དེ་གང་ད་ཁོ་མི་འཇིགས་རིང་ལུགས་ལ་འགྲོ་བའི་འགོ་བཙུགས་ཙང་དེ་ཙམ་མ་ཡིན་པ་དེ་མཉམ་དུ་ད་ད་ལི་དང་ཨ་རི་དང་ཨི་ཟི་རལ་ངན་ནས་ཨི་རན་ལ་དམག་རྒྱག་གེ་ད་ཅིག་རྒྱུ་རྐྱེན་ཐུག་ས་གཙོ་བོ་གཅིག་ད་ད་ད་ཨ་རི་དང་ཨི་ཟི་རལ་གྱི་སེར་ས་རྒྱུག་གི་ཆེ་དཔོན་ཁོ་གི་སེར་ས་གང་ད་ཁོ་གི་ད་སྲིད་སྤྱིའི་སེམས་ཚགས་ད་ཁོ་ངན་ནས་ཚུར་ད་ཨ་རི་དང་ཨི་ཟི་རལ་ལ་སྡང་སེམས་ཇེ་མང་དྲགས་ནས་ནི

རྫ་དྲག་གི་ཚོང་འདུས་ཚོ་ཡིས་ཨོ་ཨ་ནི་ཁོང་ཚོ་རྫ་དྲག་ཚོང་འདུས་ཚོ་ཡ་ཙམ་མ་ཡིན་པ་ནི་དེ་གི་རྗེས་ནི་ཨ་ནི་ད་ཡང་ད་ད་ནས་དེ་ནི་ཁོ་རང་གཞུང་གི་གང་ད་བཀའ་ལན་དེ་ཚོ་ཉམས་དུས་ཨ་ནི་ཚོང་འདུས་ཚོ་ཡ་མི་དེ་རིགས་གང་ད་པེ་ནས་ཚུ་གཅིག་ཨ་དེང་དུ་ད་དེ་ག་རེ་ཟེར་ན་ཨ་ད་དེ་ད་ད་དེ་ལ་དམིགས་སུ་བཀར་རྗེས་ཨེ་ད་ཅིག་ཨ་རི་དང་ཨི་རན་གཉིས་པ་ལ་འབྲེལ་གཏུག་ཅིག་འགྲོ་དགོས་གནས་སྟངས་རོ་གང་ད་ཁོ་གཉིས་པ་ལ་སྐད་ཆ་བཤད་དགོས་གནས་སྟངས་རོ་དེ་འདྲ་སོང་ཚ་ཨ་ནི་དེ་ལ་གཞིགས་པའི་ཨིས་རལ་གྱི་གོམ་པ་ཞིག་མ་བརྒྱབ་རང་རྒྱལ་རུ་བ་འོ་དེ་འདྲ་སོང་ཚ་ཨ་ནི་དེ་འདྲས་གང་ད་བེ་ད་ནས་སྟངས་དེ་ལ་གཞིགས་རྗེས་གང་ད་བེ་ད་ཅིག།

ཨི་རག་ཁོ་རང་གི་གཞུང་གི་དམག་མི་འོག་ལ་འདུག་ཡ་ཁོང་ཚོ་ཡིན་ན་ད་ག་ཚོད་ཁོང་ཚོ་ཕ་དིས་ཕ་ཨི་རན་ལ་ཉེ་བ་ཞིག་འདུག་དེ་འདྲ་སོང་ཙང་ནི་ཁོང་ཚོ་ལ་ཕ་ཨ་རིའི་དོ་རྒྱལ་དང་དེ་གི་མཉམ་དུ་ཁོང་ཚོ་ཨ་རི་དོ་རྒྱལ་དང་སྐབས་སུ་ད་ཨི་རག་ཡང་དེ་ན་ལ་ཚིག་དེ་རེད་འོ་དེ་འདྲ་སོང་ཙང་ད་དེ་བྱ་ཨི་རག་ལ་ཞོ་གང་ད་དཀའ་ངལ་འཕྲད་ཀྱི་ཡོད་དེ་འདྲའི་དཀའ་ངལ་འཕྲད་འོག་ལ་བརྟེན་བྱ་པེ་ན་ད་ཁ་སང་ཕ་ཆེ་ཚེ་ཉི་ཤུ་གསུམ་བཞིས་སོང་འོག་ལ་ཨ་ནི་ཨི་རག་གཞུང་ནས་ནས་ད་ཨ་རིའི་གཞུང་ཚབ་དང་ཨི་རན་གཞུང་ཚབ་གཉིས་ཆ་སྐད་བཏང་འདུག་ག་ད་སྐད་བཏང་ཅིང་དེ་ཚོ་གང་ལ་བས་འགྲེལ་བཤད་དང་ག་ད་གསལ་བཤད་དེ་ར་བྱེད་ཀྱི་ཡོད་དེ་འདྲའི་གང་ད་བས།

ནམ་མཁའི་ནང་དུ་ཅིག་འགྲོ་ཐུབ་པའི་ཡམས་གང་དུ་ད་སྣུམ་གྱི་ཁྲོམ་ར་དེ་ལ་ཕེབས། ཤུགས་རྐྱེན་ཤུགས་ཆེ་བ་ཞོག་ཆུ་དམར་ཁྲའི་ཆེད་དུ་ཨ་རིའི་ངས་ནས་ད་ད་ར་ཤེ་དང་ཨི་རང་ལ་དཔལ་འབྱོར་ཉི་བ་གཏང་རྒྱུ་ན་ནི། ཁ་ཤས་ཅིག་ཕྱིར་འདོན་བྱེད་རོགས་ད་ར་སོང་ད་དེ་གི་ཕྱིར་འདོན་བྱེད་གོང་ད་དེ་བྱ་ཉམས་ཞིབ་པ་ཁ་ཤས་ངས་ནས་ད་ཕེབས། ཅིག་བསམ་ཚུལ་ཁ་ཤས་སོ་ད་དེ་སྤྱིར་བཏང་ད་ཁོ་ཨ་རིའི་གི་ནས་རྒྱལ་སྤྱིའི་ཁྲོམ་ར་སྣུམ་གྱི་ཁྲོམ་ར་བརྟེན་ཅིག་ཁོ། ཕྱིར་བསྡུ་བྱས་ར་དེ་ན་དེ་ནོར་འཁྲུལ་ཞོག་སར་ག་ཚོད་ནོར་འཁྲུལ་ཤར་སོང་ད་དེ་ད་དུང་གང་ད། ད་ཅིག་དེ་འདྲའི་དཔལ་འབྱོར་ཉི་བ་གཏང་རྒྱུ་གི་རྒྱ་ཁབ་སུ་ལ་ད་ཅིག་གོ་སྐབས་ཤིག་སྤྲད་རྒྱུ་ཡམས་གང་དུ་ཁོང་ཚོ་ལ་ཕ་ད་ཅིག། ད་ཁོང་ཚོ་ལ་ཕེབས་ཏེ་ཁ་ལོ་ད་ཁོ་ཚོ་སྤྱང་པོ་ཟེར་རྒྱུ་རོ་རེད་ལབ་ད་གང་ལྟར། ད་མ་འོངས་པ་ཡང་ཁོ་ཚོས་ཁོ་ཚོ་དེ་འདྲས་ཀྱི་ཐབས་ཅིག་བཏང་སྲིད་རོ་འོ་དེ་འདྲ་སོང་ཙང་ཐེངས་གཅིག་ནོར་ཡོད་ཡོད་ཡང་དེ་འདྲས་གང་ལྟར་ཕེབས། བསམ་ཚུལ་ཤི་ཉེན་དེ་འདྲ་ཅིག་ཡོང་འདུག་འོ། འོ་ལོ་སི་ད་ཐེངས་ཕར་ཕྱིན་ང་ཚོ་ཁ་གསལ་ཏེ་ད་ལྟ་ཨ་རི་དང་ཨི་རན་ཨིས་རལ་ཨ་ནི་ཁོ་ཚོ་གསུམ་བར་གྱི་དམག་འཁྲུག་སྐོར་ལ་ད་དེ་རིང་ཕར་ཕྱིན་དེ་འདྲ་གྲོགས་བོ་ཅིག་ཆགས་འདུག་འོ། དེ་བཞིན་ད་དུས་མཉམ་དུ་ཡང་ཕ་རྗེས་དེ་འདྲ་རྗེས་ལ་ཡང་གནས་ཚུལ་གསར་བ་དེ་འདྲ་ཅིག་སླེབས་དུ་ཁོ་ས་ནི་ག་ཚོད་ཡང་གནས་ཚུལ་གསར་བ་དེ་སླེབས་ན་ནི་ངའི་སྒོ་ནས་བརྙན་ཐུང་བཟོས་ཐབས་ཤེས་ཅིག་བྱེད་ང་རྡོར་སོང་ཡང་དེའི་སྐབས་སུ་ཚང་མས་ཅིག་སྐུ་རུ་བཅིལ་ཨོ། དེ་བཞིན་ད་དུས་མཉམ་མཐའ་མ་དེ་ལ་ངའི་བརྙན་ཐུང་དེ་ཚར་མ་བྱ་ངེས་ལ་ནི་ངའི་བརྙན་ཐུང་སུ་ཉར་ཚང་མ་ལ་ང་རེ་བ་ཅིག་ག་རེ་བྱོས་ལ་ན་ད་དེ་ཨེ་ད་ད་ངའི་བརྙན་ཐུང་ལ་ལྟ་ཡོད་ཙམ་མ་ཡིན་པར་དེ་མཉམ་དུ་ད་ཡུ་ཏུབ་ལ་ཚོགས་ཞུགས་བྱེད་ཡི་ནང་རེད་ཡང་མེད་ན་བརྙན་ཐུང་ཚོ་ཕག་སུ་གང་མ་མ་གྱི་གུར་ཅག་འདི་ཙམ་མ་ཡིན་པར་ག་དག་དང་མཆན་དུ་ཅིག་སྤྲད་ཐུབ་ན་ད་དེ་ང་ལ་ཕན་ཅིག་ཐོས་དོ་དེ་འདྲ་གསུངས་ཙང་ཨ་ཚང་མ་གིས་དེ་འདྲ་བྱེད་ཐུབ་པའི་དེ་འདྲའི་ངའི་རེ་བ་ཅིག་གཞོན་འོ་ཨོ་ལེ་སོ་ཨ་ནེ་ཡང་ཚོ་ཡང་ཧད་ད་རྗེས་ལ་ག་ལེ་ག་ལ་བྱ་ཡོང།